ཨོ་ལོས་དེ་རྣམ་དབྱེ་ཞེས་པ་དེ་རེད། དེ་ནི་རྣམ་དབྱེ་ཞེས་པ་དེ་ལ་འདོད་ཚུལ་མ་འདྲ་བ་དཔེར་བརྗོད་མ་འདྲ་བ་རྣམ་གཞག་མ་འདྲ་བ་ཞེ་དྲག་རེད། ཡིན་ན་ཡང་ཕྱོགས་གཅིག་ནས་བསམ་བློ་བཏང་བཞག་པ་ཡིན་ན་དཔེར་བརྗོད་གཅིག་རང་གི་སྒང་ལ་གཏན་ལ་ཕབ་བྱས་ནས་གོ་བ་ལེན་ཐུབ་ཡ་མགོ་ཚུད་ཐུབ་ཡ་གནས་སྟངས་ཤིག་རེད་ཡིན་ན་ཡང་ད། འགྲེལ་བཤད་རྒྱ་ཆེན་པོ་བཅས་དཔེར་བརྗོད་མང་པོ་མཁས་པ་མང་པོ་བཅས་ཀྱི་འགྲེལ་བཤད་འདྲ་མི་འདྲ་བཅས་སྤྱོད་ཡོན་དུ་བསམ་ནས་དེ་ནི་གླ་བ་སྤགས་པ་འཐེན་བ་ནང་བཞིན་བྱས་བྱས་ནས་བརྫུས་ག་བ་བརྫུས་གོང་གོ་མ་ཚོད་ཡ་དེ་འདྲས་ཅིག་ཡོད་རེད། དེ་བྱེད་དུ་བཅངས་ནས་ད་སོ་སོའི་རང་གི། རྒྱུ་མཚན་སོ་སོའི་རྩར་གནས་ལུགས་སོ་སོའི་རྩར་གཏན་འབེབས་སོ་སོའི་བྱས། འོ་དེ་འདྲ་ཅིག་བྱས་བྱས་ནས་སོ་སོའི་མ་ཐག་གཅོད་བྱེད་འགྲོ་ཡ་རེད། ད་འདི་ལ། འདོད་ཚོད་དེ་ཚོ་ད་ཚང་མ་ཤུལ་བཞག་པ་ཡིན་ན་ཐག་བཅད་ལམ་བཅད་ཡོད་མ་རེད། དེ་ནས་གཙོ་བོ་དེ། ཕན་ཐོགས་མ་ཐོགས་ཀྱི་བཀའ་མོལ་ཅིག་སོང་ཡོང་གི་རེད།

རྣམ་དབྱེ་ཞེས་པ་རེད། དེ་སྐད་ལ་རྣམ་དབྱེ་ཞེས་པ་བྱ་བའི་དགོས་ཆེད་ཆགས་ཡོད་རེད་ཟེར་ན། གཞན་ལ་ཆུ་དྲངས་པ་དེ་གཞན་ལ་ལོག་རྟོག་འཇལ་བའི་ཆེད་དུ་ད་གཞན་ལ་ཕན་པའི་བཟོ་འདྲ་བྱེད་རོགས་ད་དེ་ཕན་ཟེར་ན་ཆེ་དྲང་པོ་བཤད་བྱ་བ་ན་ཕན་ཡག་གི་གནས་ལུགས་འགྲོ་གི་མི་འདུག་ཨ། གཞན་ལ་ལོག་རྟོག་སྐྱེས་ན་གཞན་ལ་ཆེ་ཕན་གི་རེད་བས་ཆེ་ཕན་རྒྱུ་མ་རེད་ཨ། ཐུག་པ་ལ་ཚ་བཏབ་པ་ཡིན་ན་ཐུག་པ་ལ་ཆེ་ཕན་རྒྱུ་མ་རེད་ཨ། དེ་ནི་ད་དེ་དང་དེ་ལ་སོགས་པ་རེད།

ད་དེ་འདྲ་བྱེད་ཡོན་དུ་བརྩམས་ནས། སློབ་ཕྲུག་ཅིག་གི་རྣམ་གཡེང་གཉིས་པ་དང་བཞི་པ་གི་དཔེ་བརྗོད་ད་དེ་འདྲ་འགྲོ་ཅེས་བྲིས་ཡོད་ན། སློབ་ཕྲུག་ཀ་བ་གི་གཉིས་པ་ལ་བྲིས་ཁ་བ་གི་བཞི་པ་ལ་བྲིས་ཡོད་ན་ད་ཁོང་གཉིས་སུ་ཚད་མ་རེད་འདུག་སེམས་ལ་མཚུངས་པ་དང་མར་སླེབས་ནས་དེ་ནས་མཚུངས་ག་འདྲ་བྱུང་འདུག་ཧ་མ་བོ་བར་དུ་དེ་འགྲིག་ཐག་ནོར་ཐག་འགྲོ་རྒྱ་འགྱུར་མི་འདུག་དེ་བཟོ་འདྲ་བོ་ཅིག་དེ་ནས་ད།

དང། ངས་སོ་སོའི་དགྲ་བོ་ལ་རྡོག་ཐོ་ཟེར་ན་ད་གདོང་རྒྱག་ཤུགས་ཆེན་པོ་ཅིག་ཞུས་པ་ཡིན། དེ་ནས། དགྲ་ལ་རྡོག་ཐོ་ཞུ་ཞེས་དགྲ་ལ་གདོང་རྒྱག་ཞུས་པ་ཡིན། ད་དེ་གནང་ཡིན་ཞེས་པ་ཡིན་པ་ཆེ་ཞུ། དགྲ་ལ་གདོང་རྒྱག་ཞུ་བ་དེ་དག་ད་ཕན་ཐོགས་མ་ཐོགས་ཟེར་སྐད་ཆ་དྲི་ཆེ་གེ་བྱས་ཀྱང་ད་དགྲ་ལ་གདོང་རྒྱག་ཞུ་དགོས་རོགས། ད་དེ་ལ་གུས་པ་རྒྱུ་མཚན་གཅིག་སྟོན་དགོས་ཀྱི་རེད། དེ་ནས།

དཔེར་ན་ཤ་ཤ་ཞེས་པ་ཡང་ན་ད་ནང་ཡིན། ཞོ་ཀའི་ནང་ཡིན་གཉིས་པ་ཀའི་དཔེ་བརྗོད་ཡིན་པ་དེ་དགོངས་དག་ནང་ཡིན་ཞེས་པ་ལ་འགྱུར་འགྲོ་ཡང་འགྲོ་ཅི་ཐུབ་ལྷག་པར་དུ་དེང་སང་གི་དུས་ཚོད་མི་དེ་ཚོ་སེམས་པ་འགྱུར་བདེ་བོ་རེད། བྱས་ཙང་ད་ནང་ནས་ཞོ་ཀའི་ཕན་སེམས་ཡོད་བསྡད་པ་ཡང་ན་དགོངས་དག་ཕན་སེམས་མེད་རེད། ད་དེ་དང་དེ་ལ་སོགས་པ་ཀ་ནང་ཡིན་ཞེས་པ་ཀྱི་ཆེད་སྐད་ཆ་བཤད་དང་བསྒྱུར་བ་དེ་ཚོས་བྲེལ་ཏེ་རྩ་བ་གཉིས་ནས་མི་གོ་བ་བྱེད། རྩ་བ་གཉིས་ནས་མི་གོ་བ་བྱེད། ཕན་ཐོགས་ཡོད་མེད་དང་ཕ་གིའི་རྒུད་པ་དེ་ཅིག་ག་ཤེད་ཤུགས་ལ་འགྲེལ་བཤད་རྒྱབ་བྱས་ནས་ཞིང་ལས་ལོ་ཏོག་རྒྱས་ཀྱི་རེད་དེ་ཅིག་ནས་རྒུད་པ་ཡོད་རེད་ཟེར་ཡ་འདྲ་བོ་ལ་སོགས་པ་དང། ཆང་ཚང་བཞག་དུས་ཙམ་ནས་དེ་ནས་སོ་སོ་ལ་ད་ལྟ་གར་སེར་བོ་རོགས་བྱེད་པ་པོ་སོ་སོ་ལ་དགེ་བ་རྒྱ་ཆེན་པོ་ཡོད་རེད་ཚོགས་རྒྱ་ཆེན་པོ་བསགས་ཀྱི་རེད་བསོད་ནམས་རླབས་ཆེན་པོ་འགྲུབ་ཀྱི་ཡོད་རེད་བྱས་ཙང་རྣ་བའི་ཤེས་པ་ཆགས་ཀྱི་ཡོད་རེད་ཟེར་དེ་འདྲའི་འགྲེལ་བཤད་སྐོར་ར་རྒྱབ་བྱས་ནས་དེ་ནས་ཁོ་ཧ་ལམ་བཟང་ཐང་བཏུངས་པ་ལ་ཁོ་སྐོར་ར་རྒྱབ་དེ་བུ་བཟོ་འདྲ་བོ་བྱས་དེ་ནས་བམ་ས་མེད་བ་བྱས་དེ་འདྲས་ཅུང་མ་གོ་བ་བྱས།

ད་དེ་དགོས་ཤེས་དགོས་ཤེས་འགྲོ་སྟངས་དེ་རེད། ད་ཡིན་པ་ཡིན་ན་ཡང་ཉན་ཞོན་ཆེན་ར་འོད་ཟེར་ལགས་ཀྱི་གསུང་བ་ནང་བཞིན་གྱི་མཐའ་གཅིག་ཏུ་ཆགས་པ་བཞག་གྱིས་ཞེས་བཞག་པ་ཡིན་ན་ཆེས་ལྷད་ཟེར་དོན་དེ་ཡོད་པ་ཤེས་བྱ་ཆེ། དེའི་སྒང་ལ། བྱ་ཚེ་གཉིས་ཀྱི་བར་ལ། དེ་ནི་འཕྲལ་དུ་སྐྱོན་དགོས་ཡ་དེ་གཅིག་ཏུ་དེ་ག་རང་མཐའ་གཅིག་ཏུ་ཆགས་པ་བཞག་གྱིས་ཞེས་བཞག་པ་ཡིན་ན་བདེ་བོ་རང་སེ། གང་དུ་ཏག་ཏག་རང་བདེ་གི་ཡོད་མ་རེད། དེ་ག་རེ་རེད་ཟེར་ན། དཔེར་ན། མགྲོན་གྱི་ཆེད་དུ་བྱ་སྐོར། ཆེད་བྱར་བཞག་པ་ཡིན་ན་དཔེ་གོ་བརྡ་བདེ་བོ་ཆགས་པ་རེད། དེ་ནས་མགྲོན་དུ་བྱ་སྐོར་ཟེར་ཡག་གི་དཔེ་ཆུང་མང་པོ་ཡོང་གི་རེད། མགྲོན་དུ་བྱ་སྐོར། མགྲོན་དུ་བྱ་སྐོར་ཟེར་ཡོང་དུས་ཙང་ནས་ད་དེ་གནའ་བོའི་བྱིས་པ་རང་རེད། གནའ་བོའི་བྱིས་པ་ཡིན་དགོས་ཀྱི་རེད་ཡིན་པ་ཡིན་ན་བྱ་ཚིག་གཉིས་ཀའི་བར་ལ་འཕྲད་སྐྱོན་ཡོད་མ་རེད། མགྲོན་དུ་བྱ་བསྐོར་ཟེར་དེ་གནང་ཡིན་ཞེས་པ་ག་འདྲ་བྱས་ནས་བྱ་གི་རེད་ཟེར་ན། བྱ་བསྐོལ་བ་དེ་དགོས་པ་ག་རེ་བྱེད་དུ་ཡིན་པ་དངོས་སུ་གསལ་པོ་བསྟན་པ་རེད་དེ་སྔོན་ལ་བྱ་ཚིག་ཡོད་མ་རེད་དེ་མགྲོན་ཟེར་དེ་བྱ་ཚིག་མ་རེད་དེ་མིང་ཚིག་རེད་དད་ཞིམ་ཆུ་ཐོད་རྒྱབ་པ་རེད་བྱ་བསྐོལ་བསྐོལ་རྒྱུ་བྱ་དེ་ག་རེ་བྱེད་དུ་བསྐུལ་གི་ཡོད་རེད་ཟེར་ན་མགྲོན་པོ་གི་བྱེད་དུ་སྐུ་མགྲོན་སླེབས་ཡོང་ད་ལྟ་ད་སྐུ་མགྲོན་གསར་པ་སླེབས་མ་ཐག་པ་ཁོང་གི་བྱེད་དུ་ད་ངོ་ཤེས་པ་གྲོགས་པོ་རྙིང་པ་ག་རེ་ཡིན་དགོས་ན་ཁོང་གི་བྱེད་དུ་བསྐུལ་གི་ཡོད། དང། དེ་རྣམ་དབྱེ་གཉིས་པ་ལ་མི་འགྱུར་བའི་རྒྱུ་མཚན་ག་རེ་ཟེར་ན་རྣམ་དབྱེ་གཉིས་པ་ལ། དེའི་བྱ་བ་དེ། བྱ་བ་བྱ་དགོས་པའི་བྱ་བ་དེ་གི་ཡ་གི་དེ་གི་དགོས་པ་གསལ་པོ་སྟོན་འོས་མི་མཐོང་མཁན་གྱི་ཡིན་དགོས་རེད་དངོས་སུ། དེ་གང་འདྲའི་འགྲོ་གྱི་ཡོད་ཟེར་ན་ཐབས་དུ་བྱ་དགོས་རེད། ང་ཚོས་ཐབས་གང་ལ་བྱ་དགོས་ཀྱི་ཡོད། ད་དེ་རྣམ་དབྱེ་གཉིས་པ་ཚད་ལྡན་རེད།

རྣམ་དབྱེ་ཞེས་པ་ཟེར་ཡང་འདུག་ཙང་ནས། བྱ་ཚིག། སྤྱི་དང་དེ་དཔེ་ཁྱབ་ཆེན་པོ་རེད་བྱ་ཚིག་གཉིས་ཀྱི་བར་རོ་ལ་འཕྲད་ཡོད་པ་དེ། དགུ་པ། དཔེར་ན། བྱ་ཉོ་རུ་འགྲོ་ཟེར་ཡང་འདུག་བྱ་ཉོ། ཉོ་བའི་བྱ་བ། བྱ་ཚིག་གཅིག་འདུག་བ། དེ་ནི་འགྲོ་ཡ་གཅིག་འདུག་བ། དེ་འགྲོ་བའི་བྱ་བ་དེ་ག་རེ་བྱེད་དུ་འགྲོ་གི་ཡོད་ཟེར་ན། བྱ་ཚིག་གོང་མ། ཉོ་ཡ་དེ། བྱ་ཉོ་ཡ་དེ། དེ་བྱེད་དུ་འགྲོ་གི་ཡོད།

དེ་ནས་ག་བ་ལ་སྡོང་གོ་ཡོད་ཟེར་ན་དེ་ནི་མགར་ཁང་ནང་ན་ཟེ་ཡ་འདྲ་བོ་དང་ཕ་གི་ག་བ་སྡོང་གོ་ཡོད་ན་ཕ་གི་ད་བཟོ་ར་འདྲ་བོ་ཅིག་ག་བ་ཡིན་ན་དེ་ན་སྡོང་གོ་ཡོད་ཟེ་གིར་བ་སྡོང་སུ་ཡོར་ཏེ་ཨོ་རྒྱལ་ཚ་བྱས་ཙང་དེ་འདྲ་བྱས་ཡིན་དུ་ཙང་ནི་དུས་ཚོད་བྲེལ་དངོས་སུ་སྟོན་ཐུབ་མཁན་གི་རེད་ཅེས་བྱ་སེ་གཉིས་མེད་བ་ཡིན་ནའང་དུས་ཚོད་བྲེལ་ཏེ་ནམ་ཡིན་ཤེས་པ་རང་ཚེ་བདེན་པས་ཤེས། འོ་འདི་རེད། དེ་ནས། ད།

དོན་དུ། ད་དེ་འདྲའི་རྗེས་ཀྱི་སྐྱོན་བཞག་པ་ཡིན་ན་དེ་ཆ་ཚང་དེ་རྣམ་ཤེས་པ་རང་གི་རྣམ་ཤེས་པ་དགུ་ཕྱིས་ཀྱི་གསར་བརྗེ་རེད་དགུ་པ་དེ་ཚོ་ཚང་མ་གསར་པོ་སྟོན་ཐུབ་གི་རེད། དེ་རེད། དེ་ནས། ཐ་རྣམ་དབྱེ་དེ་ཚོ་ལ་སྤྱི་དང། གཅིག་ཚིག་མང་ཚིག་ཟེར་ཡ་འགྲོ་དེ་འདྲའི་ཀའི། དབྱེ་བ་ཡོད་རེད། ད་ལྟ་དཔེ་ནི་ཆ་བཞག་བྱས་པ་འདི་སྤྱི་དང་ཁ་ཚང་རྣམ་དབྱེ་དང་པོའི་སྐབས་སུ་ཞུས་བཞག་ན་ཏག་ཏག་རེད་འདུག་ད།

ད་དྲི་བ་འགྲོ་གྱིན་ན་ཇག་ཉོ་རུ་འགྲོ་གི་ཡིན་པས་ཟེར་ཡ་འགྲོ། ད་དུས་ཚོད་དྲས་དུས་ཚོད་ཚང་མ་དྲི་བ་འགྲོ་བསྐུར་ཚིག་འགྲོ་སྨོན་ལམ་འགྲོ་ད་སྨོན་ལམ་འགྲོ་ཡིན་ན། ཅིག་སེམས་ཅན་དོན་དུ་སངས་རྒྱས་བསྒྲུབ་པར་ཤོག་ཟེར་ཡ་སངས་རྒྱས་འགྲོ་པར་ཤོག་ཟེར་ཡ་དུས་ཚོད་དྲས་དུས་ཚོད་ད། གནང་བའི་ཤེས་པ་རེད་སྒུལ་བྱེད་རེད་སྨོན་ལམ་རེད། ཨོ་ད་དེ་དང་དེ་ལ་སོགས་པ། བསྐུར་ཚིག་སྨོན་པ་དྲི་བ་དེ་འདི་ལ་དགག་སྒྲ་སྦྱར་བཞག་པ། ཇག་ཉོ་རུ་འགྲོ་གི་མིན་ཟེར་ཡ་འགྲོ་ཇག་ཉོ་རུ་མ་འགྲོ་ཨ་ཟེར་ཡ་འགྲོ།